སྨན་པ་ཚང་མས་ཟེར་དྲག་ཤོག་སང་གེ་བཅོམ་ལྡན་འདས་ང་དང་གཟུགས་ངོ་ཟེར་ན་ཅི་ཟེར་ནོ་ཟེར་ན་གཟུར་མོ་བཞུ་སྟེ་ནོ་ལ་གཟུར་མོ་ཚང་མ་མི་དགེ་མཆོག་ནོ། ཆོས་གྲོགས་ལན་གྱི་ཚང་མ་ལ་དེ་ནས་བསམ་དོན་ཆོས་ཀྱི་འགྲུབ་བྱ་ཟེར་དང་མི་ཚེ་དོན་ལྡན་ཡོང་བྱ་ཟེར་སོགས་སྨོན་ལམ་དང་མཉམ་དུ། དེ་ནས་དེ་རིང་གི་ཆོས་འཇུག་གི་ཕྱག་སྤེལ་མཚམས་བུ་ནས་བཞུ་བ་ཡོད། དེ་ནས་ཆོས་འཇུག་གི་ཕྱག་སྤེལ་གཟིགས་པ་ཡིན་ན་ཤོག་ལོ་ཀ་དགུ་བཅུ་གོང་གཉིས་པ་དང་དགུ་བཅུ་གོག་གསུམ་པ། དང་པོ་དགུ་བཅུ་གོང་གཉིས་པ་ལ་གཟིགས་པ་ཡིན་ན་དེ་ནས་ཕྱག་སྤེལ་གཟིགས་ཟེར་དང། དེ་ལ་མིན་པ་ཐམས་ཅད་མཁྱེན་ཟུག་རྔུ་ཐམས་ཅད་སྦྱིན་པ་ཡི། སྐལ་ལྟར་མི་བྱེད་སེམས་དཔའ་ནི་ཤིན་ཏུ་གཏི་མུག་མེད་པའི་གནས། ཟེར་རེ་དེ་ནས་ཚིག་མ་རྩ་ཆེན་མིག་ཟུང་འདུག། ཡིད་དོན་དག་པོ་ཅི་བཞུགས་དེ་ནས་འོག་ཞུ་བ་གཉེན་པོ་དེ་ནས་གཡོག་གཡོག་བ་གཟིགས་སམ་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས། དེ་ནང་ནས་ཀྱང་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ལ། དེ་ནས་དང་ང་དང་ངའི་སྡིག་པ་སྦྱང་དགོས་ཟེར་ནས་འོག་ཟེར་རེ་དེ་ཚ་ང་ལ་དེ་ནས་ང་དང་སྡིག་པ་སྦྱང་དགོས་ཤ་ཟེར་དེ་ནས་སྤེགས་དེ་ནས་ཟེར། དེ་རིང་ང་དང་ཅི་ནས་འོག་ཟེར་ན། དེ་ནས་སྨན་པའི་ནང་ནས་སྨན་པའི་རྒྱལ་པོ་སྨན་པ་མཆོག་ཏུ་སངས་རྒྱས་བཅོམ་ལྡན་འདས་ནོ། སངས་རྒྱས་བཅོམ་ལྡན་འདས་བཀའ་དེ་ནི་ཉན་དགོས་ས་ནོ་ཟེར་ཡོང་ས་ལ། འོ་དོ་དང་པོ་ལྟོས་སོང་ང་ཚེ་དེ་ནོག་པ། ལྟོས་བཀའ་ཟུར་ནོག་ཞོ་སྙམ་པོ་དེ་ནི་ང་དང་ལྟས་ས་ང་ལ་དེ་འདི་ཕྱག་ནི་ཅི་ཞུ་ཤག་ཞོ་སྙམ་པོ། ཨ་ནི། ཐ་མལ་ནད་ཀྱིས་འཇིགས་ན་ཡང་ཟེར་དེ་ནི་ནད་ཐབས་ཤག་ཅིག་ཡིན་པ་ཡིན་ན་སྨན་པས་དེ་ནི་ཟེར་མཁན་པོ་ཉིན་ན་ནི་དེ་ནད་པོ་རྒྱལ་འདུག་དེ་སྨན་ནི།

ཡང་ན་འདོད་ཆགས་དང་ཞེ་སྡང་ལ་སོགས་པའི་ཉེས་པ་མང་པོ་ཡོད་ཀྱི། དེའི་ཉེས་པ་མང་པོ་པོ། ཡང་ན་དེའི་དེ་ནི་འདོད་ཆགས་དང་ཞེ་སྡང་ཡོད་པ་ཟེར་ནས་དུས་ང་ཐང་ཆེན་འོག་ཟེར་ན་གཟུར་མོ་མང་པོ་ཡོང་ནོ། དེའི་གཟུར་མོ་རྒྱལ་ཆས་པོ་ལ། དེ་ནི་སྨན་པ་ཚང་མས་ཟེར་དྲག་ཤོག་པོ་ནི། ཐམས་ཅད་མཁྱེན་པ་སངས་རྒྱས་ཟིན་ནོ་ཟེར་རེ། དེ་ལ་སྨན་པ་ཐམས་ཅད་མཁྱེན་ཟེར་དུ་ག་ལ། འདོད་ཆགས་དང་ཞེ་སྡང་ལ་སོགས་པ་དེ་ནི་ཉེས་པ་བརྒྱ་ཡི་དེ་ནི་ང་ཐང། སེལ་མཁན་སྡུག་བསྔལ་བརྒྱ་སེལ་མཁན་ནི་དེ་ནི།

ཚངས་མ་སུ་མེ་རྒན་ཅོག་ནོ་ཟེར་ནས་སངས་རྒྱས་བཅོམ་ལྡན་འདས་མེ་རྒན་ཅོག་ནོ་ཟེར། ཟུག་རྔུ་ཐམས་ཅད་འབྱིན་པ་ཡིས་ཟེར་ནས་ཟུག་རྔུ་ཐམས་ཅད་ཟུར་མོ་ཚངས་མ་མེ་རྒན་ཅོག་ནོ་ཟེར་ནོ། ད་ཟུར་མོ་ཚངས་མ་མེ་རྒན་ཅོག་ག་ནི་སངས་རྒྱས་བཅོམ་ལྡན་འདས་དེ་ནི་གསུང། བཀའ་ལྟར་མི་བྱེད་སེམས་པ་ནི། འདི་རུང་ཡིན་ནོ་དེ་ནི་སོ་སོར་ཟུར་མོ་ཡོད་པ་ཧ་གོ། དེ་ནི་དེ་ཟུར་མོ་རྒྱལ་བྱེད་པོ་དེ་ནི་སངས་རྒྱས་བཅོམ་ལྡན་འདས་ལ་དེ་ནི་སྨན་པོ་ཡོད་བྱེད་པ་ཧ་གོ། དེ་ནི་སྨན་པོ་ཡང་དེ་ནི་སངས་རྒྱས་ཀྱི་གསུང་པོ་ཡིན་པ་ཧ་གོ་སྲིད་པ་ཡིན་ན། ད་རུང་དེ་ནི་སངས་རྒྱས་བཅོམ་ལྡན་འདས་དགའ་བོ་དེ་ནི་མ་མཉན་པ་ཡིན་ན། བཀའ་ལྟར་མི་བྱེད་སེམས་པ་ནི་སངས་རྒྱས་བཀའ་གནང་བཞིན་མ་ལྕོགས། མགོ་ལོག་རྐྱང་རྐྱང་མཛད་པ་ཡིན་ན་ནི། དེ་ནི་ཅི་ནོག་ཟེར་ན་དེ་མི་ད་ཤིན་ཏུ་གཏི་མུག་ཟེར་ཅང་མ་ཤེས་མཁན་བུང་བུ་བུང་ནག་ཡིན་ནོ། ཧ་ལ། ཅང་མ་ཤེས་མཁན་དེ་ནི་ཤིན་ཏུ་གཏི་མུག་མེད་པའི་གནས་ཟད་སྙམ་པོ་དེ་ནི་ལྟོ་ལ་མེ་ར་དང་གོ་ཤ་ཤིན་ནོག་པ། ཅེས་ཟེར་ན་སངས་རྒྱས་བཅོམ་ལྡན་འདས་ང་དང་སྐྱིད་པོ་ཡོང་བྱེད་ཚང་མ་ལམ་པོ་གཏན་ནས་ཞིག་དང། དེ་ནས་སྐྱིད་པོ་ག་ཡོང་ཟེར་ག་སྐྱོ་དང་སྐྱོ་ཟེར་རེ་ཞིག་དང་ང་མེ་ལྡོམ་ལ་ཆོང་ངེ་ཟེར་རེ་མགོ་ལོག་གྱོན་འདུག་པ་ཡིན་ན་ནི་བདེན་པའི་རང་ད་ལྟའི་མི་དང་མ་ཐབས་ཆག་ཡིན་ནོག་ཟེར་རེ་དེ་ནི། ཤོག་ལོ་ག་དགུ་བཅུ་གོག་གཉིས་པ་ཏོ་སོང་བ་ཟེར་དེ་ནོག་ད་དེ་ནི་སོག་ལོ་ག་དགུ་བཅུ་གོག་གསུམ་པ་བཞུས་པ་ཡིན་ན་ཡང་ས་མཐའ་མ་ཆུང་ལ་འབག་ཡོད་གནས་པར་བྱ་དགོས་ན། པ་ཚེ་སྟོང་དུ་ལྟུང་བ་ཡི། ཡུན་རིང་གཡང་སར་མོས་ཀྱིས་བསྒོ། སུ་ང་ཚེ་དེ་ནོག་པ། ཡང་ཅི་སུ་ང་ཚེ་དེ་ནོག་ཟེར་ན་དེ་ནི་སྡིག་པ་སྦྱང་བྱ་སོགས་ཡིན་གཅིག་མིན་གཅིག་འབད་དགོས་ཟེར་ནོག་ཟེར་ནོག་ལ། དང་པོ་ལ་ཅི་ནོག་ཞུ་བ་སྙམ་པོ་ད་རེས་དགུ་བཅུ་གོ་གཉིས་པའི་ལས་ཞུ་རྒྱལ་ལ། དེ་ནི། ང་དང་སངས་རྒྱས་སེ་ཀ་ན་བཞིན་དེ་ནི་ཆོག་གོ་ཟེར་ནོག་མ་གཏོགས་དེ་ནི་སངས་རྒྱས་སེ་ང་དང་ད་ཅིག།

དེ་ནི་རྫོགས་དེ་ན་རྫོགས་ལམ་རྫོགས་དེ་ན་རྫོགས་ལ་དེ་ནི་ང་དང་ཆུ་རྫོགས་ཏེ་གཟུགས་ཅི་ཡོད་པ་ཡིན་ན་ཟེར་རོ། གཡང་ས་ཐ་མལ་ཆུང་ངུ་ལ་ཟེར་རེ། ད་ལམ་གྱི་ལས་སྐྱོ་རྒྱ་ལ་ལམ་ཡོད་དེ་ནི་ཟུར་ནས་དེ་མུ་ཅོ་སི་མ་སྐྱོ་ན་ག་རི་མང་པོ་ཡོད་ས་ཏྲ་ཕིག་ཅེ་ཡོད་པ་ཡིན་ན་དེ་ནི་ང་དང་ག་རི་ནན་དང་ཅན་ནོ། ཨ་ནི་རིགས་ལས་སྐྱོ་པ་ཡིན་ན་དེ་ནི་གཡང་ནས་བུ་ཆ་ཆ་གཟིགས་པ་ཡོད་ཀྱ་ཁ་དོག་ཡིན་ན་དེ་ནི་ང་དང་ཁ་དོག་ནས་བུ་ཆ་ཆ་ཡོད་དེ་གཟུགས་ཅི་རིགས་ཡོད་ཀྱ་ལ་ཅི་ཅོ་ནོ་ཟེར་ན་བག་ཡོད་གནས་པར་བྱ་དགོས་ན། ཁ་དོག་ནི་ཆ་རྒྱ་ལ་དེ་ནི་ང་དང་སྐྱོ་ར་གཅིག་དང་མེད་པ་ན་ལྟ་སྟེ་དེ་ནི་བསམ་སེ་སྐྱོ་དང་ནོག་དེ་ན་ཙོག། ལམ་ནི་སྐྱོ་རྒྱ་ལ་ལམ་ནི་ལྟ་སེ་བསམ་སེ་སྐྱོ་དང་ནོག་དེ་ན་ཙོག་ཆུ་ཙོག་ཞིག་ཡོད་པ་ཡིན་ན་ཆུ་ཆེན་མོ་དགུང་ལ་ལྟ་སེ་བསམ་སེ་སྐྱོ་དང་ནོག་ཞེས་དོན་གཡང་སལ་ཐ་མ་ཆུང་ངུ་ལ་གཡང་ས་ཚད་མཉམ་པོ། དེ་ནི་ཟུར་དང་ཉེན་ཁ་ཡོད་ས་ཞེས་དོན་ནོག་པ་ཆུ་འཛེག་ཡིན་པ་ཡིན་ན་ང་དང་ཡང་དེ་ནི་སེམས་བོ་ཧྲུང་སེ། དེ་ནི།

དེ་ནས་རིང་མོ། ཨ་ནི་བུ་ཚ་པོ་བག་ཚད་མང་པོ་ཡོད་བུ་ཅག་ནོ་དེ་རྒྱ་ལ་ད་སྨྲ། དེ་ནས་ང་དང་ཚང་མ་ལོག་སའི། གཟབ་གཟབ་ནན་ཏན་ཅོག་གོ་ཤ་ཞིག་ནོག་པ་ཏོ་སོང་པ་ས་ནི། སྡིག་པ་དེ་ནི་འཇང་སྟེ་གཉན་པོ་སྟན་དགོ་ས་ནོག་གཉན་པོ་ཀུན་ཏུ་སྤྱོད་པའི་སྟོབས་ཅོག་གོ་ས་ནོག་ཟེར་རེ་ད་ཏོ་སོང་ང་ཚ་དེ་ནོ།